འཛམ་གླིང་ཡོངས་ལ་གནས་སྡོད་གནང་མཁན་བོད་མི་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། དེ་ནས་ད་དེ་ངས་དེ་བོད་པ་ཚོ་ད། ཁ་ཤས་ནི་བོད་པ་རྩ་བ་ནས་མེད་པས་ས་ཆ་འདི་འདྲ་ལ་ཕེབས་ཡོད་ཀྱི་རེད། ཁ་ཤས་ཁར་རྩ་ད་ཨ་རི་བས་ཨ་རི་བ་ཨ་རི་ལ་ཡོད་མཁན་ཨ་རི་བ་ཨ་རི་བའི་སྤུ་གུ་ཚོའི་མཉམ་དུ་འཚར་ལོངས་བྱུང་པས། གཞོན་སྐྱེས་དེ་འདྲས་ཁོ་ཚོའི་ཆེད་དུ། ད་ངས་བོད་ཡིག་དང་བོད་སྐད་བསླབ་ཡག་གི་ཀུན་སློང། ཁྱེར་ནས་ངས YouTube Channel འདི་འགོ་བཙུགས་པ་ཡིན། དེ་ནས་ད་ངས་དེ་ཁར་ས་ད་དེ་ངས་ད་ལྟ་འདི་ལ་འཛིན་གྲྭ་ཞུ་དགོས་རེད་པ། ད་འཛིན་གྲྭ་འདི་ལ་ཕེབས་མཁན་ནུབ་ཕྱོགས་པ་མང་པོ་ཡོད་རེད། དེ་ནས་ད་ད། ཧི་མ་ལ་ཡའི་རི་རྒྱུད་ཀྱི་མི། མང་པོ་ཡོད་རེད་ད་ཁོ་རང་ཚོ་མང་ཆེ་བ་ནི་པཱ་ལི་སྐད་སྐྱོན་གྱི་ཡོད་རེད། དེ་ནས་བོད་སྐད་མཁྱེན་མཁན་བོད་པ་ཡང་ཡོད་རེད། བོད་སྐད་མཁྱེན་མཁན་བོད་པ་ཡོད་རེད་མཁྱེན་གྱི་ཡོད་ན་ཡང་ཁ་ཤས་ཀྱིས་ད་སོ་སོའི་སྐད་དེ་གལ་ཆེན་པོ་ཡིན་པ། མ་མཁྱེན་ནས་སོ་སོའི་སྤུ་གུའི་མཉམ་དུ་དབྱིན་ཇིའི་སྐད། སྐྱོན་མཁན་ཚོ་ལ་ཐུག་ངེས། འདི་ག་ས་སོ་སོའི་སྐད་དེ་གལ་ཆེན་པོ་ཡིན་པས་དྲན་གསོའི་ཚུལ་དུ་ངས་ཁྱེད་རང་ཚོ་ལ་ད་བོད་སྐད་ཀྱི་ཐོག་ལ་བཀའ་མོལ་ཞུ་གི་ཡོད། དེ་ཡང་ད་བོད་རྒྱལ་བརྒྱབ་པའི་སྐབས་ལ། ད་ངས་དེ་གང་ཐུབ་ཐུབ་ངས་ཞེ་ས་བེད་སྤྱོད་བྱེད་ཀྱི་ཡོད་ག་རེ་ཡིན་ཟེར་ན། རྒྱལ་སྲིད་ཁྱེད་རང་ཚོས་ཨ་བ་དང་སྲས་མོ་ཚོའི་མཉམ་དུ་ཞེ་ས་བེད་སྤྱོད་གནང་པ་ཡིན་ན། འདི་འདི་སྐད་ཆ་བཤད་སྟངས་འདི་མི་གཞན་དག་ལ་གུས་ཞབས་བྱེད་ཡག་གི་ཆེད་དུ་ཡིན་ཙང། ཡ་རབས་སྤྱོད་བཟང་གི་ཆ་ཤས་གཅིག་ཀྱང་རེད། དེ་སོང་ཙང་འདི་ཁོ་རྣམས་ཚོས་མཁྱེན་རོགས་བྱས་ན་བསམ་བྱས་ངས་དེ་དེ་ངས་བཀའ་མོལ་ཞུས་པའི་སྐབས་ལ་ཞེ་ས་ཞུ་གི་ཡོད། དེ་ནས་ད་འདི་བྱས། ད་དེང་སང་ད་ཅལ་ལག་གསར་པ་མང་པོ་ཡོང་གི་ཡོད་རེད་དེ་ནས་ད་འདི་ལ་བེད་སྤྱོད་བྱེད་སྟངས་ཀྱི་ཚིག་གསར་པ་དབྱིན་ཇིའི་ནང་ལ་མང་པོ་ཞེ་དྲག་ཡོང་གི་ཡོད་རེད། ད་བྱས་ལ་བྱས་ཟིན་པ་བྱས་ལ་བྱས་བསྙགས་པའི་ཚིག་གསར་ཚིག་གསར་འདི་འདྲའི་ད་ལྟ་བཟོས་གནང་གི་འདུག་དཔེ་མི་སྲིད་པའི་ཡག་པོ། དཔེར་ན། Television ལ་བརྙན་འཕྲིན་ཞུ་དགོས་ཀྱི་འདུག་བརྙན་འཕྲིན། བརྙན་ཟེར་ན Image། བའོ་ར་ཉ་ད་ཉ་ན་བརྙན། ཨའོ་བྷ་ར་ད་ཁྲ་གི་ཀུ་ཁྲི་ན་འཕྲིན་བརྙན་འཕྲིན། ཡ་ངས་འདི་བྲིས་ཤག་གོ།

ཚིག་གསར་པ་འདི་འདྲ་དཔེ་མི་སྲིད་པས་ཡག་པོ་འདུག་སྔོན་མ་གོ་མྱོང་མེད་ན་ཡང། ཚིག་འདི་གིས་ཚིག་འདི་གོ་བ་དང་ལམ་སང། ཚིག་འདིས་དག་ཆ་མཐོང་བ་དང་ལམ་སང་ཕལ་ཆེར་འདིའི་དོན་དག་འདི་ཡིན་ས་རེད་བསམ་བསམ་གི། ད་ནི་ཚིག་དཔེ་མི་སྲིད་པས་ཡག་པོ་འདི་འདྲའི་བཟོས་གནང་གི་འདུག་ད་རྒྱ་གར་རྒྱལ་ཁབ་ཆེན་པོ་རེད། རྒྱ་གར་གྱི་ནང་ལ་ཡང་དེང་དུས་ཀྱི་འཕྲུལ་ཆས་ཀྱི་ཚིག་གསར་པ་བཟོ་ཡག་ཕལ་ཆེར་དཀའ་ངལ་འཕྲད་ཀྱི་ཡོད་གི་རེད་ངས་དེ་འདྲའི་རྒྱ་གར་གྱི་ཐ་མདའ་བརྙན་འཕྲིན་ལ་དམིགས་བསལ་གྱི་ཚིག་གོ་མ་མྱོང། ཨི་མེལ་ལ་ཡང་རྒྱ་གར་གྱི་ཚིག་དེ་འདྲ་ཡོད་པ་ངས་ད་ལྟ་བར་དུ་ཚོར་སྣང་མ་བྱུང། Download། དེ་འདྲའི་རྒྱ་གར་གྱི་རྒྱ་གར་གྱི་ཁོ་ན་ཚོའི་དུས་ཚོད་དང་བསྟུན་ནས་ཚིག་གསར་བཟོས་པ་དེ་འདྲ་ཕལ་ཆེར་ཡོད་ས་མ་རེད། ད་ང་རང་ཚོས་དངོས་གནས་དྲང་གནས་ག་རེ་ཤོད་དགོས་རེད། དུས་ཚོད་དང་བསྟུན་ནས་ཚིག་གསར་དེ་འདྲ་ཡག་པོ་ཞེ་དྲག་བཟོས་གནང་གི་འདུག་པད་མི་སིའི་ཡག་པོ་རེད་འདི་ང་རང་ཚོའི་སྐད་འདི་ཕྱུག་ཏུ་ཕྱུག་ཏུ་འགྲོ་གི་ཡོད་རེད་དཔེར་ན་ད་ཁྱེད་རང་ཚོ France ཁ་ཤས་ནི France ལ་བཞུགས་གི་ཡོད་གི་རེད France གི་མི་ཚོ་བསམ་ཚུལ་ལ་ག་རེ་གཟིགས་དགོས་ཟེར་ན། ང་རང་ཚོའི་སྐད་འདི་ཕྱུག་པོ་ཞེ་དྲག་ཡིན། ཕྱི་རྒྱལ་གྱི་ཚིག་ང་ཚོ་བེད་སྤྱོད་རྩ་བ་ནས་བྱེད་ཀྱི་མེད་ཟེར་མཁན་གྱི་མི་རིགས་ཅིག་རེད། ཕྱི་རྒྱལ་གྱི་ཚིག། གཅིག་ཀྱང་ང་ཚོའི་བེད་སྤྱོད་བྱེད་ཀྱི་མེད་ང་ཚོས། ང་ཚོ་རང་གི་སྐད་ལ། ཚིག་ཚང་མ་འདང་པ་ཡོད་ཟེར་མཁན་དེ་འདྲའི་མི་རིགས་རེད། ད། དེ་འདྲ་རེད། ད་ང་རང་ཚོ་ཡང་དེ་ནང་བཞིན་ཕྱུག་པོ་ཆགས་ཀྱི་ཡོད་རེད། ཡིན་ན་ཡང། ང་ནང་ང་རང་ཚོ་ཡང། ཕྱོགས་གཅིག་ལ་རྨང་གཞི་ལ་ཡང་ང་ཚོ་ལྷོད་གཡེང་ཤོར་གྱི་ཡོད་རེད། ལྷོད་གཡེང་ཤོར་གྱི་ཡོད་རེད་ད་སྔོན་མ་ངས་ཞུས་པ་ནང་བཞིན། ཨ། ཁྱེད་རང་སང་ཉིན་ཕེབས་ཤོག་ལོས་ཡ་དེ་ལོས་ཡ་དེ། ང་ཚོ་རྩ་བ་ནས་བེད་སྤྱོད་གནང་རྒྱུ་ཡོད་མ་རེད། འདི་ག་ལེར་ག་ལེར། སྐད་འདི་ར་མ་ལུག་ཆགས་འགྲོ་གི་ཡོད་རད། སྐད་ར་མ་ལུག། བྱེད་ཀ། ཚིག་གཅིག་གཉིས་དབྱིན་ཇི་བྱས་ཚིག་གཅིག་གཉིས་ནེ་པ་ལི་གཅིག་བྱས། ནེ་པ་ལི་བྱས་ཚིག་གཅིག་གཉིས་བོད་སྐད་དེ་འདི་འདྲའི། མ་འོངས་པར་སུས་ཀྱང་མགོ་ཚོས་གི་མ་རེད་སྐད་ཆ་དེ་འདྲ་ཨ་རི་ཚིག་གཅིག་གཉིས་ཧིན་དིའི་བྱས། དེ་འདྲའི་སྤྲེལ་ནས་བོད་སྐད་རྒྱབ་ཡག་མགོ་བཙུགས་པ་ཡིན་ན། ང་རང་ཚོའི་སྐད་འདི་ཉམས་ཡག་མགོ་བཙུགས་ཚར་བ་རེད། འདིའི་ཆེད་ད་ང་ཚོ་དེ་རྩ་བ་ནས་མ་གསུང་ཡག་ལོག་གི་ཚབ་ལ་ཨོ་གོ། ཨོ། ཤོག་ཨ། སྒུག་ཨ། སྒུག་ད། སྒུག་གནང་ད་ཟེར་ནས། འདི་འདྲ་གསུང་ཡག་ཆེད་ད་འདི།

བན་དང་མཉམ་པའི་ཚིག་ང་ཚོ་ལ་ཕྱིན། དེ་དང་འདྲ་བའི་ཚིག་ཕྱིན་ཏེ་ཕ་ཡུལ་བྱས། ཁོང་ཚོ་འགྲོ་སོང། ང་འགྲོ་གི་ཡིན། ང་ང་འགྲོ་བ་ཡིན། ད་སོང་ཁྱེད་རང་གིས་འདི་འདྲ་གསུངས་པ་ཡིན་ན། ཁོང་ཚོ་འགྲོ་སོང། ཁོང་ཚོ་འགྲོ་སོང། ང་འགྲོ་བ་ཡིན་ཟེར་བ་ཡིན་ན་ག་རེ་གསུང་དགོས་རེད་ཟེར་ན་ཁྱེད་རང་གིས I G O དགོ་དགོ་ཟེར་ན་དྲུག་དགོ་རེད་བ།

དེ་འདྲ་ཡིན་པར་སོང་ཙང། ང་འགྲོ་བ་ཡིན་ཁོང་ཚོ་འགྲོ་སོང་གསུང་རྒྱུ་ཡོད་མ་རེད། ཁོང་ཚོ་ཕྱིན་སོང་ང་ཡང་ཕྱིན་པ་ཡིན་ཕྱིན། ཕྱིན་དེ་ད་ད་ནས་བཟུང། ཕྱིན་དེ་བེད་སྤྱོད་གནང་རོགས་གནང། འདིའི་ཆེད། དེ་ནས་ཐ་ན if ཡོད་ན།

དུས་བདེ་བ་ལ་དགོས་ཀྱི་ཡོད་རེད། ད་དབྱིན་ཇིའི་སྐད་ལ་དུས་བདེ་བ་བེད་སྤྱོད་བྱེད་ཀྱི་མི་འདུག་ང་ཚོས་དུས་བདེ་བ་བེད་སྤྱོད་བྱེད་ཀྱི་ཡོད་མ་རེད་ཡང་གསུང་གི་ཡོད་མ་རེད་ད་ཁོ་རང་ཚོའི་བརྡ་སྤྲོད་དང་ང་ཚོའི་བརྡ་སྤྲོད་ལ་འབྲེལ་བ་ཡང་ཡོད་རེད་ཁྱད་པར་ཡང་ཡོད་རེད། དེ་སོང་ཙང་ཨ་ན་ཡོད་ན་བྱ་ཚིག་དེ་དུས་བདེ་བ་དཔེར་ན if you go ཁྱེད་རང་ཕྱིན་ན། Let me know if you go ཁྱེད་རང་ཕྱིན་ན་ང་ལ་གསུང་རོགས་གནང། ཞེ་ས་ཞུས་པས་ན་ཕེབས་ལ་དུས་འདས་པ་དང་ད་ལྟ་བ་དེ་འདྲ་ཁེལ་ཡོད་མ་རེད་དེ་སོང་ཙང་ཁྱེད་རང་ཕེབས་ན་ང་ལ་གསུང་རོགས་གནང། འདིའི་ཆེད་འདི་ཡང་སེམས་ལ་ཐུགས་ལ་བཅངས་རོགས་གནང། དེ་ནས་ཡང་ང་ཚོས་ཚིག་ལས་སླ་པོ་བཞི་བོ་ཅི་ཡོད་རེད་ཡང་ཟེར་ན also རེད་ཡང་ཟེར་ན too རེད་ཡང་ཟེར་ན even རེད། ད་ཡང་ཡང་ལབ་ཡག་གི་ཚབ་ལ། ད་ད་ལྟ་ཧི་མ་ལ་ཡ་གི་རི་རྒྱུད་ལ་བཞུགས་མཁན་ཡིན་ན་ནི་ང་པ་ནི། ད་རྒྱ་གར་གྱི་རྒྱ་ཐང་ལ་བཞུགས་མཁན་ཡིན་ན་ནི་ང་བི། འདི་པ་ནི་བི་དེ་འདྲ་གསུང་གི་ཡོད་མ་རེད། ག་རེ་གསུང་དགོས་རེད་ཟེར་ན་ང་ཡང། ང་ཡང་ང་རང་ཚོའི་རྐང་བཙུགས་ནས་མེད་ན་ཡང། དོལ་རྒྱལ་ལ་ཉམས་རྒུད་གཏང་གི་ཡོད་རྩ། ང་ཡང། ད་ང་ཚོ་ཚང་མས་བོད་སྐད་གཅིག་མ་རྒྱབ་ན་ཨ་མི་རི་ཀ་ལ་བཞུགས་མཁན་ཚོས་བོད་སྐད་གཞན་དག་ཅིག་རྒྱབ། རྡ་ཟི་ལིང་རིགས་རྒྱུད་ལ་དེ་མཁན་གྱི་བོད་སྐད་གཞན་དག་ཅིག་རྒྱབ་བྱས་ན། ལོ་ལྔ་བཅུའི་ཆེད་ལ་ང་ཚོ། ཐུབ་པ་ཡིན་ན་ཕན་ཚུན་གྱི་སྐད་ཆ། ལྷ་མོ་བསྐོ་ཡག་གི་དུས་ཚོད་སླེབས་མ་སྲིད་པ་མ་རེད། འདིའི་ཆེད་ད་དེ་ཚོའི་སྐོར་ལ་ངས་ཁ་ཚིག་ཐེངས་གཅིག་ཞུས་ཚར་བ་ཡིན་ན་ཡང་ཡང་བསྐྱར་ངས་འདི་ཞུ་གི་ཡོད། དེ་ནས་ད་དེ་རིང་འདི་ཞུ་གི་ཡོད་ཡང། ན་བཟའ་གནས། ན་བཟའ་གནས་འདི་གི་མདུན་ལ་བྱ་ཚིག་ཡོད་ན་དེ་ཡང་བྱ་ཚིག་བསྡུས་བསྡད་པ།

འདིའི་ཆེད། དེ་ནས་དྲུག་པ་འདི་ལ་ནོ་རེད། དྲུག་པ་འདི་ལ། ཨ་ནི། འདི། ཁྱེད་རང་ཚོ་ཐུགས་ལ་བཅངས་རོགས་གནང། དྲུག་པ་འདི་ལ་ག་རེ་ཡོད་ཟེར་ན། ཨིན་ཇི་སྐད་གཅིག་བྱས། ཨིན་ཇི་གི་ཚིག་གཅིག་བྱས། ཨ་ནི། བ་ཡི་ད་ཆ་རིན་པོ་ཆེའི་ད་བྱས། འདི་ཡང་ཞེ་དྲགས། མི་མང་པོས་དེ་འདྲས་བྱང་སང། བོད་སྐད་འདི་འདྲས་རྒྱབ་གི་འདུག་ང་ཡོང་ཡག try བྱེད་ཀྱི་ཡིན། try དབྱིན་ཇིའི་གི་ཚིག་རེད་བྱེད་བོད་པའི་བྱ་ཚིག་རེད། འདི་འདྲས་ད་ཁྱེད་རང་ཚོས་ལྷ་ས་ལ་ཕེབས་རྗེས་ང་སང་ཉིན་ཡོང་ཡག try བྱེད་ཀྱི་ཡིན་ཟེར་ན་ཁོང་ཚོས་མགོ་ཚོས་ཀྱི་རེད་པས་མགོ་ཚོས་ཀྱི་མ་རེད། དེ་འདྲ་ཡིན་པ་སོང་ཙང་ཕྱི་རྒྱལ་གྱི་ཚིག་འདི་སོ་སོའི་སྐད་ཀྱི་ནང་ལ་བཅུག་རྒྱུ་ཡོད་མ་རེད། སོ་སོའི་སྐད་ཀྱི་ནང་ལ་ཚིག་འདི་མེད་པ་ནི་མ་རེད། ཡོད་བཞིན་དུ་ཚིག་གཞན་དག་འདི་བེད་སྤྱོད་བྱས་པ་ཡིན་ན། སོ་སོའི་སྐད་ལ་ཉམས་རྒུད་བཏང་གི་ཡོད་རེད། ཉམས་རྒུད་བཏང་གི་ཡོད་རེད། ད་འདི་ཚོ་ང་ཚོའི་རྨང་གཞི་རེད། དཀའ་བ་འདྲ་པོ་དེ་རེད། འདི་ནས་མ་ཉམས་གུས་བཏང་འདིའི་རྐང་ལག་ཚིག་གསར་པ། གཅིག་གིས་ཕྱེ་ན་ཉི་མ་གཅིག། ཁང་པ་ལ་མ་སོང་ན་འདི་ཉི་མ་གཅིག། ཞིག་གིས་མར་བས་ད་འདི་ཀ་བ་རེད་བ། དེ་ཚོ་ཀ་བ་རེད་ཀ་བ་ནང་བཞིན་རེད། དེ་འདྲས་ཡིན་པ་སོང་ཙང། ད། བོད་སྐད་མཁྱེན་མཁན་ཚོས་དེ་ཚོ་ད། བརྡ་སྤྲོད་མ་རེད་བརྡ་གས་མ་རེད་འདི་ད་ང་ཚོས་སྐད་ཆ་བཤད་དུས་དེ་འདྲ་བཤད་ཀྱི་ཡོད་རེད་བསམ་གྱི་ཡོད་རེད་འདི་བརྡ་སྤྲོད་རེད། ལོག་ཡོད་མ་རེད། འགྲོ་བ་ཡིན་མ་རེད་ཕྱིན་པ་ཡིན། ཨ། ཁྱེད་རང་ཕྱིན་ན་ཁྱེད་རང་འགྲོ་ན་མ་རེད་ཁྱེད་རང་ཕྱིན་ན་འདི་བརྡ་སྤྲོད་རེད་དཔེ་ཆའི་ནང་ལ་གཟིགས་ད། ན། ཚིག་ནའི་མདུན་ལ་བྱ་ཚིག་བསྡུས་བསྡད་པ་ལ་བྲིས་ཀྱི་ཡོད་རེད་འདི་ལ་རྩོད་པ་གང་ཡང་ཡོད་མ་རེད་ཁྱེད་རང་ཚོ་འདི་ཁྱད་མཚར་ཅིག།

གང་ཕྱིར་དབྱིན་ཇི་སྐད་ལ་འདུས་བསྡད་པར་བ་དེ་འདྲའི་མི་སོང་ཙང་ད་དབྱིན་ཇི་སྐད་ལ་དེ་འདྲ་ལབ་གི་ཡོད་མེད་ང་ཚོས་ཉམས་ཞིབ་ཅིག་ད་བྱེད་ཆོག་གི་རེད། ཡིན་གཅིག་མིན་གཅིག་དབྱིན་ཇི་སྐད་ལ་ལབ་པ་ནི་ཤིན་ཏུ་ང་ཚོས་སྲུང་དགོས་ཀྱི་ཡོད་མ་རེད། ང་ཚོས་བརྡ་སྤྲོད་དེ། ཁ་ཁ་རེད་དབྱིན་ཇི་དང་གཅིག་པ་གཅིག་རྐྱང་མ་རེད་འབྲེལ་བ་ཡོད་རེད་དབྱིན་ན་ཡང་གཅིག་པ་གཅིག་རྐྱང་མ་རེད། དེ་ནས་ང་སང་ཉིན་ཡོང་ཡ་ཡོང་ཡ try བྱེད་ཀྱི་ཡིན་འདི་གསུང་གི་ཡོད་མ་རེད་འདི་འདྲ་གསུང་པ་ཡིན་ན། བྷ་ས་ནས་ཕེབས་མཁན་གྱི་དེ་དཔེར་ན་བོད་ནས་ཕེབས་མཁན་གྱི་མི་གཅིག་ལ་ཁྱེད་རང་གིས་ང་སང་ཉིན་ཡོང་ཡ try བྱེད་ཀྱི་ཡིན་གསུང་ན་གོ་བརྡ་འཕྲོད་ཀྱི་མ་རེད། གོ་བརྡ་མ་འཕྲོད་ན། ཨ་ནི། རྒྱ་ཁྱེད་རང་གིས་ཐབས་ཤེས་བྱེད་ཀྱི་ཡིན་ཟེར་མཁན་ཚིག་འདི་མ་བཤད་པ་ནི་མ་རེད། དེ་ནི་ག་རེ་བྱས་ནས try བྱེད་ཀྱི་ཡིན་གསུང་པ་འདི་ལས་སླ་བ་འདུག་གས་ལས་སླ་བ་ནི་མི་འདུག། དེ་འདྲ་ཡིན་པ་སོང་ཙང། ཨ་ནི། འདི་ཚོ་ལ་འགེལ་བྱེད་དོན་ཆེན་བརྩིས་ནས། ཨ་ནི་ནམ་ཞག་རྒྱུན་དུ་བཀའ་མོལ་གནང་པའི་སྐར་ལ་བདེ་གཤེགས་གསུང་བཀའ་མོལ་གནང་པ་ཡིན་ན། དེ་ག་ལེ་ག་ལེ་གོམས་གཤིས་ཆགས་ཀྱི་རེད་གོམས་གཤིས་ཆགས་སོང་ན་སྤུ་གུ་ཚོས། ཨ་ནི། ཡང། ཁྱེད་རང་གི་བཀའ་མོལ་གནང་སྟངས་ལ་བལྟས་ནས་ཁོ་ན་ཚོས་བཀའ་མོལ་གནང་གི་རེད་པ་ཁྱེད་རང་ཚོས་ནོར་སྐྱོད་ཅིག་གསུངས་པ་ནི་ཁོ་ཚོས་ནོར་སྐྱོད་ཅིག་གསུངས་གི་རེད་པ་དེ་འདྲས་པ་སོགས་ན་དེ་ལ་ཐུགས་སྣང་གནང་རོགས་གནང་ཐུགས་རྗེ་ཆེ་ཨ་ནི་སང་ཉིན་མཇལ་ཡོང།